རྙིང་པ་འདྲ་བ་འདི་ཁོ་རང་གི་བོད་ཀྱི་ཡོད་ལ་རེད་བ་གླང་ཤོང་ཟེར་གྱིས། ཨ་ཉི་མ་གཅིག་ལ། རྒྱ་བོད་ཁི་ད་ང་ཤི་ན་བ་གླང་ཤོང་རྒྱ་བོད་བྱེད་དགོས་ཀྱི་ཡོད་ཡིན་ཙང་ཁོ་འཇོན་ས་རེད་མ་རེད་ཚོད་ལྟ་བྱེད་ཀྱི་འདུག་བསམ་གྱིས་ནས། བ་གླང་ཤོང་བདག་གཅིག་ཡིན་ན་ཞྭ་བོ་ག་ཚད་ཡིན་ན་གྱིས་ཁྱོད་རང་རྒྱ་སེ་སྐྱོང་ཤོག་ང། ས་ཆ་གཞན་པ་ལ་མེ་སོག་བརྒྱབ་བསྡད་ཀྱི་ཡིན་ཟེར་ནས་ཚོད་ལྟ་བྱས་འདུག། ཚོད་ལྟ་བྱེད་དུས། ནི་བ་ལང་ཤོང་ཟེར་དུས་ཤི། ཤི་ཐང་གི་ཡག་པོ་བྱས་ཤིང་ཡིན་ན་ཡང་ཁོག་གི་ཁྲེམ་འདྲ་བོ་ཟེར་ན་མི་འདུག་གསར་པ་འདྲ་བོ་ཅིག་བཟོས་ནས་ཡོད། ད་བཟའ་ཚང་ཡིན་ན་ཡང་འདྲ་བཟའ་ཚང་མིན་ན་ཡང་འདྲ་བུ་སུ་འདྲ་གྱིས་བུ་མོ་སུ་འདྲ་གྱིར་དགག་ཡོད་ཡིན་ན་ཡང་ཕ་ག་དེ་འཆང་ས་བརྒྱ་ཚ་བ་ཡིན་ན་ཡང། ཨ་ནི་མཉམ་དུ་ལོས་བསྡད་ནས་སྐྱིད་པོ་བཏང་ཆོག་རེད་ཟེར་གྱིས། ཨ་དེ་སྐད་སྐད་ཡོད་མ་རེད་ཟེར་གྱིས། ཁོ་ད་དེ་འདྲའི་སྐྱིད་ཁྲམ་འདྲ་བོ་ཅིག་བཟོས་ནས་ཀ་ཁྲུ་འདྲ་བོ་ཅིག་སྤྲད་འདུག་ཨ། བྱས་ཙང་ད་རྒྱ་བོད་དུས་ཚོད་འདྲ་བོ་དེ་ཚང་ཚུར་ལོག་ཡོང་དུས་ཨ་བློན་པོ་བསུས་པ་ལ་སྐད་ཆ་དྲིས་པ་རེད། དེ་ངས་བོད་བག་ལང་གཞུང་གི་རྒྱ་སྲིད་སྐྱོང་ཐུབ་ས་རེད་བས་ག་འདྲས་འདུག་ཟེར་དྲིས་དུས། གཞན་དག་ནི་བཤད་དགོས་ཡ་གལ་མི་འདུག་དཔེ་ཡག་པོ་འདུག་ཟེར། ཡིན་ན་ཡང་ད་ཁོག་གི་བདག་པོ་ཡོད་མཁན་ཆང་ས་རྒྱབ་ཚར་མཁན་དེ་ཚོ་ཡིན་ན་ཡང་གཞན་དག་དང་དགའ་གི་ཡོད་ན་འགྲིག་གི་ཡོད་རེད་སྲིད་དེ་མཉམ་དུ་བསྡད་ན་གལ་ཡོད་མ་རེད་སྲིད་ད་དེ་འདྲའི་བཤད་ནས་དེ་འདྲའི་གི་དྲིལ་བསྒྲག་གི་འདུག་དེ་ཁྱིམ་ཚང་འདྲ་བ་ཆགས་གི་འདུག་ཟེར་ནས་རྒྱ་པོ་ལ་ཡར་ཞུས་འདུག་བ།

ཁྱེད་ཚང་དེ་རྒྱ་བོད་ཀྱི་སུས་པར་བཀའ་བཏང་ནས་དེ་ཚོད་ལྟ་གྱིས་བྱེད་ཤོག། ཁོ་རང་གི་སྐྱེས་དམན་དེ་མི་གཞན་པ་གི་ཆ་ལ་དེ་འགྲོ་ཡ་བྱེད་དེ་དེ་ཡང་ཁོ་རང་ཧ་གོ་ཐུབ་ཡ་གི་ཆུ་ཐག་ཤད་ཀྱི་ཚད་དུ་ཟེར་དུས་ནི་སུས་པར་གི་ལགས་སོ་ཟེར་སོང་ནས་ད་ཡང་ཡོད་འཕགས་རྒྱ་ན་ཡོད་པའི་ད་ཡོད་ནི་ཕོ་གསར་དེ་རྣམ་པ་ཡག་ཤོས་དེ་བཀུག་ནས་ཁྲིན་ཡོང་ནས་དཔེ་ཆ་སྤྲད་ནས་བ་ལང་བྱུང་གི

ཁོ་ལས་འོང་དུས། ཨ་ཁོ་སྐྱེས་མིང་དང་མི་སྐྱེས་སྙིང་དེ་ཆ་ལ་ཉན་ནས་གཉིད་ཁུག་དུས་ཟེར་བ། གཉིད་ཁུག་ངུས་ན་སྟབས་འདི་དོག་ལུག་ཐང་ཆེ་ཕ་སྤུན་ནི་གཉིད་ཁུག་དུས་ཟེར་གཉིད་ཁ། གཉིད་ཁུག་འདི་དུས་གར་སྐྱེས་སུ་ལྟ་དུས། ད་ཁྱོ་ག་དེས། མ་རང་ཕུད་གཉིད་ཁུག་དུས་ཡོད་ཟེར་བ་དོག་ལུག་དེ་གིས་མ་གཡུག་ནས།

དེ་ལྟར་ད་དེ་འདྲའི་འདྲ་བོ་གི་རྐྱེན་ར་ཁ་ཤས་ཀྱིར་བརྟེན་ནས་ནི་རྒྱ་བོད་བཙུན་མོ་དག་གི་མོ་འཇེ་བཏང་བ་འདུག་བ། ད་མོ་འཇེ་བཏང་ཟེར་ན་མི་གཞན་དག་དགའ་བོ་ཡོང་ཡག་གི་ཆེད་དུ་བཙུན་མོ་སྦྱིན་པ་བཏང་ཡོད་དེ་འདྲའི་སྐད་མ་རེད་ད་བཙུན་མོ་ཁོ་རང་ཚོ་སྤྲོ་བོ་ཡོང་ཡག་གི་ཅེས་ཀྱི་ཆེད་དུ་ཁོ་གི་བཙུན་མོ་དག་གི་མོ་འཇེ་བཏང་བ་རེད་སི་མ་གྲོང་ནས་བཏང་བ་རེད་སི། ད་ལྟ་ནི་དེ་ལ་བརྟེན་ནས་ད་རྙོག་དྲ་ཆེ་དེ་གི་མགོ་བཙུགས་ཡོང་གི་ཡོད་རེད་བ། ཀོ་ཤམ་བེ་གི་རྒྱ་བོད་དུ་ཁོ་ཚོ་འཁྲུག་པ་ཤོར་ཡོད་དེ་ཚོ་དེ། དེ་འཁྲུག་པ་མ་ཤོར་སྔོན་ལས་སྒྲོག་བསྙན་རྒྱས་འདྲ་ཁ་ཤས་ཡོད་རེད་ཁ་ཤས་ཟེར་ན་མང་པོ་འདུག་དེ་ད་བསྙན་ཚིག་ཞུས་བ་ཡིན་ན། རྒྱ་བོད་ཀྱི་བཙུན་མོ་མཆོག་གསུམ་ཡོད་པའི་ནང་ལོགས་ནས་དེ་ཞི་བ་མ་སེ་ཡོད་དུ་འགྲོ་ཡོད་ས་མ་རེད། བང་ལང་ཞོང་གི་མ་བང་ལང་ཞོང་གི་མ་དངོས་གནས་འདི་མ་རེད། ཡིན་ན་ཡང་ད་ཀོ་མ་ལབ་བསྡད་གི་འདུག་ཨ། དེ་མོ་འགྲོ་གི་མིན་ལབ་ཤག། ངའི་མི་ཚེ་དེ་ལ་ཁྱོ་ག་གཅིག་རྒྱ་བོ་གཅིག་མ་གཏོགས་གཞན་དག་སུ་གཅིག་དང་དེ་གཅིག་མིན་སྲིད། ཨ་སྐྱག་སེང་གི་བུ་མོ་སྒྲོལ་མ་དེ་ཁོ་དགའ་ཤི་ཁྱི་ཤོས་རེད་དེ་དེ་ཡན་ཆོད་འགྲོ་ཤག། དེ་དང་དེ་མིན་བཙུན་མོ་ཚང་མ་འདིར་འགྲོ་ཤག། འགྲོ་བའི་སྐབས་སུ་ད་བཙུན་མོ་ཡང་ལྟས་ཚེ་མཆོག་ཏུ་གྱུར་པ་འདྲ་བ་གཅིག་དབང་ཆ་འདྲ་ཁྱེད་གཅིག་ཁྱོབ་ཚ་བོ་ཞིག་བཟོས་ཡོད་རེད། མོ་དེ་ནས་མར་འགྲོ་དུས། ད་མི་ཚང་མ་ཕོ་གསར་ཚང་མ་གཅིག་རྒྱ་སྦུག་ཏི་ཏི་བྱེད་ཡོང་གི་ཡོད་བ་ས་དགྲ་སྔུན་ནས་བྱས་ཚུལ་ཟིན་པ་ཡིན་ཙང། བཟའ་བཏུང་འདྲ་སྤེལ་ནས་སྒུག་བསྡད་དགོས་ཟེར་བ་དུ་བ་ནས་ཅི། སྒོག་སྡེ་མཁན་ཡིན་ད་ཅིག་ལག་པ་གཡུག་ལག་གཡུག་བྱེད་ཉིན་དེ་གའི་ཁོ་ཚོ་ཞི་ར་ཏི་དགའ་བོ་ཅིག་ཡོད་ས་མ་རེད་ད་སོ་སོ་གི་ཅིག་སྣང་བ་འགྲོ་བ་ཅིག་བཙན་ཡིན་ན་འགྲོ་དུས། བཙུན་མོ་གཅིག་གིས་ཚོང་པ་དེ་འདྲ་ཅིག་གི་ཕོ་སར་སྙིང་གྱེན་མོ་རྫུག་པོ་ཞིག་གིས་འཐུང་འདུག་ཨ། ཨོ་དེ་ཟིག་སོང་ནི་ད་མོ་དེ་ལས་སུ་འབར་ནས་ཤོར་ཡོད་ས་རེད། ཁོ་ཚོ་སྐད་ཆ་འདྲ་བོ་ཞིག་ཕར་ཚུར་བྱེད་དུས་ད་ཁོ་གཉིས་དེ་ནོར་མོ་ད་ར་བསྡད་བཟོས། སྙིང་ག་འདོད་པ་འདྲ་བ་མཐུན་དུ་བྱེད་དུས། དེ་ནས་ཚོང་དཔོན་གྱི་བུ་དེ་གིས་བཙུན་མོ་ལ་དེ་ལ་འདུ་བ་ཞི་མ་ཅིག་སྤྲད་ནས་ལག་པ་ནང་བསྲིངས་ཀྱིན། ཁྱོད་ལོ་དང་པོ་ཞི་མ་དེ་ལྟར་བལྟས་ཟིན་རོགས་ཀྱིས་ངས་དེ་རིང་ཚོང་ག་ཚད་ཕོག་ཡོད་མེད་རྩིས་རྒྱག་གི་ཡིན་ཟེར། ཨེ་རྩིས་བརྒྱབ་ཚར་ན་དེ་ནས་ངས་སྐྱིད་པོ་བཏང་ནས་ཉལ་གི་ཟེར་དུས། ལོག་རེད་ཟེར་ནས་དེ་བཙུན་མོ་དེ་གིས་ཞུ་མ་དེ་ཟིན་ལངས་དེ་དུས་ཁོས་ཉི་མ་གཅིག་ལ་ཚོང་ག་ཚད་ཕོག་ཡོད་མེད་ཕག་ག་ཚད་སོང་ཡོད་མེད་ཚུགས་ག་ཚད་བསླབ་ཡོད་མེད་དེ་རྩིས་ཀྱིས་བསྐྱབས་དེ་དུས་ད་ཁོ་ལ་རྩིས་ཞུ་རྒྱག་ཡོད་ཡིན་ཟེར་བ་ཚོང་ཞུ་ཡོད་ཡིན་འགྱུར་བ་བྱས་ཙང་ཁོ་རྩིས་བརྒྱབ་མ་ས་གོ་ནས་ནས་ནམ་ལངས་ཡོང་དུས་ནམ་ལངས་ཡོང་དུས་ཕོ་བྲང་ནས་ཁ་ང་གདོང་ཡོང་གི་ཡོད་རེད་དྭངས་སེ་ཁ་ང་གདོང་ཡོང་དུས། ཁ་ང་གདོང་བ་འདི་ཚང་མ་ཕོ་བྲང་ནང་ཡར་མ་ལས་པ་ཡིན་ན་གུས་སྐད་སྐྱེ་གིན་སི་ལབ་ཚར་བ་ཨེ་ཡར་ལོག་དགོས་ཁེལ་བ་རེད་སི་ཨོ་དེ་འདྲའི་གི་སྐྱོབ་ཚ་བ་ཞོ་འདི་འདྲ་ཡོད་རེད་དེ་ནས་ཡང་ད་ཡིན་པ་ཅིག་ཞུས་བ་ཡིན་ན་ད་འདི་ཕ་ཇེ་ལྐོག་ཤམ་བུས་གི་རྒྱལ་པོ་ཤར་པ་རེད་ཤར་པ་ཨེ་ནི་ད་གོ་དུས་ཡོང་ནི་ཕ་ཇེ་གི་ད་བཙུན་མོ་སྙིང་རྗེ་དེ་གི་ལྟ་འོང་འདུག་ཟེར་དུས་ཁོ་ཡིན་ཅེས་མིན་ནི་སྐྱ་སེང་གི་བུ་མོ་སྒྲོལ་མ་འདི་ཁོ། ཐོག་སྒུག་ཡོད་ཟེར་ནས་ད་རྒྱ་པོ་ནས་རྫུན་ཆས་སྤྲད་ནས་ཡོང་འདུག་བ། ཨ་དེ་ནས་སྐྱ་སེང་བུ་མོ་སྒྲོལ་མ་གཞན་དག་གི་ཁྲི་འདྲ་བོ་རེད་ཟེར་རྒྱ་བོད་ཕོ་བྲང་ནས་མ་དོན་བ་དང་མཉམ་དུ་ལང་ཀ་གཡས་གཡོན་ཚང་མ་ཁོ་རང་གི་མིག་བཞག་ནས་བེ་ཤ་སྤྲད་ནས། སུས་ཁྲི་ཐོབ་ན་ཁོ་སར་ཁྲིམས་ཡིན་བཟོས་ནས་ཁྱིའུ་འདུག་ཨ། ད་ཞི་བའི་རྫི་བོ་དེ་འདྲ་བྱེད་དགོས་ན། ཡ་ཧ་དཀོར་འགྲོ་གི་རེད་ས་ཁོ་རྒྱ་བོད་ཡིན་པ་དང། ངུ་མེད་བྱེད་དགོས་ཡོད་རོགས་རྫུན་མ་བྱེད་དགོས་ཡོད་རོགས་དེ་ཡིན་དུས། མགྲོན་ཁང་འདྲ་ཐབས་བརྒྱ་ཅིག་གླས་ཡིན་ནའི། ད་དེའི་ནང་ལོགས་ལ་ཁོ་བུ་མོ་སྒྲོལ་མ་ཁྲིད་སྲིད་འདུག་ཨ། ཁྲིད་འགྲོ་ཁོ་གཉིས་འཛོམས་མགྲོན་ཁང་ནང་ཡར་འགྲོ་དུས་མགྲོན་ཁང་བདག་པོ་དེ་གིས་ད་ཉལ་ཁྲི་འདྲའོ། ཉལ་ཐེངས་དེ་འདྲ་རྟིང་ཡག་དེ་འདྲ་ཅིག་ཡར་སྤྲད་ཡིན་འདུག་ཨ། ཁང་པ་ནོར་དང་པོ་ནི་དེང་སང་ནང་བཞིན་ཉལ་ཁྲི་རྒྱབ་ཉལ་ཕྱོགས་ཆོས་དེ་འདྲ་གན་མེད་ཡིན་ས་རེད། ད་དང་པོ་བལྟས་ཚེ་བསྡད་ཡོད་ས་རེད་བསམ་བློ་འདྲ་བ་གཏོང་སྐད་ཆ་འདྲ་བ་བཤད། ད་གང་ཚང་རེད་དུས་ད་ཉལ་ཐེངས་འདི་མ་བསྟེན་གི་སྒོར་བ་བསྟེན་འདི། རྒྱ་བོད་ལབ་ན་བཙུན་མོ་ལ་བསྡད་འདི་བསྟེན་ལབ་བཙུན་མོ་ཟེར་ན་རྒྱ་བོ་ལ་བསྟེན་ལབ། ད་གཅིག་དེ་རྒྱལ་པོ་ཡིན་པ་དེ་ཀྱེ་ཧ་གོ་གི་ཡོད་མ་རེད། ཁོ་གཉིས་ཁེངས་དྲེགས་ཀྱི་གཅིག་གིས་གདན་སྟེང་རོ་མ་བརྒྱན་ནས་དེ་འདྲའི་ཀྱི་རྩོད་པ་བརྒྱབ་བསྡད་དུས་ཡང་ཁ་ང་གདོང་ཡོང་རེད་ཟེར། ཁ་ང་གདོང་བ་དེ་ད་ལམ་སང་ལོག་དགོས་དགོས་རེད་མ་གཏོགས་ཡང་སྐད་ཅིག་གི་ཡོད་རེད། དེ་ད་དེ་འདྲའི་ཀྱི་འབྲོང་ཡམ་སྲིང་དངུལ་གཞོན་གྱི་ཟོང་འདྲ་ཆོབ་ཚ་བོ་དེ་འདྲ་མང་པོ་ཞིག་རག་ཡོད་རེད་ད་དེ་དཔེ་མཚོན་འདྲ་བ་ཅིག་རེད། ད་དེ་ནས་འབྲོང་དེའི་ནང་ལོག་གི་རྙོག་དྲ་ཆེ་ཤོས་དེ་ཤེས་པ་ཡིན་ན། ཕ་རྒྱལ་གྱི་རྒྱ་དཔོག་གིས་དེ་འདྲས་བྱས་ནས་བཙུན་མོ་དེ་མ་གྲོངས་ལ་བཏང་གི་འདུག་ཟེར་ཡོང་དུས་ཀོ་ཤམ་བུས་ཀྱི་རྒྱ་དཔོག་ཤར་པ་བསད་དེ་དེ་གོ་ནས་ད་ཡོང་རོགས་ཨ་ངས་ད་འདི་ཞུས་ཡ་དེ་རེད་ཁོ་ལ་ཡོང་འདུག་བ། ཁོ་ཐེངས་མ་དང་པོ་དེ་ཡོང་ནས་བུ་མོ་སྒྲོལ་མ་དང་ཁོ་གཉིས་འགྲིག་ཡོད་ས་མ་རེད་དེ་ཕ་རྒྱལ་ནས་ཧ་མ་གོ་ནས་ཕ་ལོག་ཐོབ་ཤག་དེ་ནས་མོ་རྗེས་ཐེངས་གཉིས་པ་གསུམ་པ་བཏང་འོང་དུས་ཡང་འཇོག་ཁོ་ཡོང་འདུག་བ། མ་འགྲོ་ཟེར་ག་ཚད་ལབ་ན་ད་ད་རེས་ཁོ་སྒྲོལ་མ་ཐོབ་གི་ཡོད་ཟེར་ནས་ཡོང་ཁ་ཅིག་ཤི། འཕགས་རྒྱལ་གྱི་རྒྱ་འབོག་གི་མོང་རྒྱལ་དེ་ཉིད་ལྟ་བ་རེ་ཞིག་ཡོད་ས་མ་རེད་ད་ཟླ་རེ་རེའི་སྲོག་རྩ་ཁོ་རེ་རེ་ཉིན་རེ་ག་ཚད་བཏང་གི་ཡོད་ན་དེ་འདྲས་ཀྱིས་བཏང་གི་ཡོད་ཟེར་བ། ཨོ་དེ་ཡིན་དུས། ད་ཀོག་ཤམ་སྦིས་ཀྱི་རྒྱལ་པོ་ཤར་པ་ཡོང་བ་རེད་ཟེར། བྱས་ཙང་ད་ཤར་པ་ཐེངས་གཉིས་པ་ཡོང་བའི་སྐབས་སུ། ད་འཕགས་རྒྱལ་གྱི་རྒྱལ་པོས་ཧ་ལྐོག་འདུག་བ། ག་རེ་ཟེར་ན་ཁོ་སྔོན་མ་ཡོང་ནས་ཕར་སླེབས་ཚར་དུས་ཁོ་སོང་ས་བསྡད་ས་དེ་ག་ཤེད་གསང་བ་འདྲ་དེ་ཁྱེད་ལ་གྱར་ཡོད་ས་རེད། ཕ་རྒྱག་གི་རྒྱ་བོད་ཧ་གོ་གོ་མི་འདུག་ཟེར་བའི་བཟོ་འདྲ་ཤེས་འདུག་ཕ་རྒྱག་གི་རྒྱ་བོ་ཡང་ལྟས་ཚེ་པང་དུ་ཤོར་ནས་དེ་འདྲའི་ཆགས་བསྡད་ཡོད་ས་རེད་ད་ཁོ་ཐེངས་གཉིས་པ་ཡོང་དུས་ནི་ཧ་གོ་འདུག་ཨ། ཧ་གོ་དུས་ཁོ་ག་བ་འགྲོ་གི་འདུག་ག་བ་བསྡད་ཀྱི་འདུག་བལྟས་བསྡད་དུས་མགྲོན་ཁང་འདྲ་བོ་ཅན་དུ་བསྡད་ཡོད་ས་རེད་བ་དེ་ཧ་གོ་དུས། རྒྱ་སྦོག་གི་མི་བཏང་ནས་དམག་མི་བཏང་ནས་དེ་སྒོ་ལངས་གནང་ནས་ཤེས་པ་ག་ཚད་མ་དོན་དགོས་ན་ཚང་མ་བསད་ཤོག་ལབ་འདུག་བ་ད་ག་རེ་བསད་ན་བུ་མོ་འདི་བསད་དགོས་ཡ་སྐད་ཡོད་མ་རེད་ཁོ་ཤ་བུ་བསད་དེ་བུ་རུ་བ་ད་བུ་ཚང་མ་མ་བསད་ན་ཡང་ཤ་བུ་ངོ་མི་ཤེས་མཁན་ཡིན་ན་ཤོག་འགྲོ་བ་ཉེན་ཁ་ཡོད་ཡིན་ཙང་མགྲོན་ཁང་དེ་ནང་གི་བུ་ཚང་མ་བསད་ཤོག་ལབ་དུས། ད་ནི་བོད་བསད་ཡོང་དུས་བུ་མོ་མང་པོ་ཅིག་བྲོས་ཡོད་ས་རེད་དེ་གའི་ཡར་རྒྱལ་དུས་ཤ་བ་སྤྱང་པོ་ཡོང་ཡོད་ས་རེད་བུ་མོ་གི་ཁྱེད་བྲོས་ནས་བོད་བསད་འདུག་བ་དེ་ནི་གོ་ད་གཡོག་ལོས་ངོ་ཤེས་པའི་གི་རོགས་ཤེས་བྱས་ནས་བལྟ་ཡོང་དུས་ཤར་པ་མེད་ཡིན་ས་རེད་ཤ་བ་བག་བྲོས་ཚར་ད་རྒྱལ་པོ་སློང་ལང་ཐག་ཆོད་འདུག་བ་གཏུམ་པོ་རང་སྣང། ད་ཁྱོད་ཚོ་ཞབས་འདྲེན་རེད་ཟེར། ཨ་ནི་ཁང་པ་བྱིས་པའམ་སྣ་གོང་ཚར་གཅིག་ནང་ལོག་ནས་བཏབ་ན་ག་འདྲས་ཆེ་ཤོག་ནི་གོ་རེ་ཟེར་དེ་འདྲས། ཨ་ནི་ཁོ་བསོད་པ་ལོས་བཀའ་ནན་པོ་གནང་འདུག་ད་རེས་ཁྱོད་རང་གིས་ཤར་པ་ཟིན་ནས་ངའི་མདུན་ལ་ཁྲིད་མཐོ་བ་ཡིན་ན་དེ་ག་རེད་ཟེར་དེ་མ་ཐག་བས་ན་ད་རེས་ལས་སླ་བོ་ཁྱོད་ནས་བཞག་གི་མིན་ཟེར་ནས་བཀའ་ནན་པོ་གནང་བ་ཡིན་ཙང།

ད་ཐེངས་འཁོར་ལོ་ནས་འགྲོ་གི་ཡོད་སྐད་དུ་གོམ་པ་རྒྱབ་ནས་འགྲོ་གི་ཡོད་འདུག་ཤེས་པོ་ཞིག་མི་འདུག་ད་འདི་ཡང་ཡ་མཚན་པ་ཅིག་རེད་བསམ་གི་འདུག་ས་ལོ་ད་ཉིས་སྟོང་ལྔ་བརྒྱ་ཡས་མས་ཀྱི་གསུང་རབ་ནང་ཡོད་བསྡད་པ་ཅིག་ཆགས་ཡོད་རེད་བ་འཁྲུངས་འཁོར་དེ་འདྲས་ཀྱི་ནང་འགྲོ་ཡ་ཡོད་པ་བཟོ་ཡ་དེ་ད་མོ་ཏྲ་འདྲ་བོ་རེད་བ། ཡོ་རོབ་ཀྱི་སྒྲོང་ནང་ལ་འདི་འདྲས་འདུག་དེ་ག་དུས་བྲིས་ཡོད་མེད་དེ་སྒྲོང་བྲི་མཁན་ནི་ངས་ཡག་པོ་མི་ཤེས་གཅིག་བྱས་ན་ཤེས་ལུས་སྔོན་གྱི་བྲིས་ཡོད་པ་དེ་འདྲ་ཡིན་འགྲོ། མཁར་རྫོང་དེ་འདྲ་གཏོར་ཡོང་དུས་རྟ་ཆེན་པོ་དེ་འདྲ་བཟོས་འདུག་ད་དེ་འཁྲུངས་འཁོར་ཟེར་འགྲོ་ཨ་ཡོད་པའི་སྐད་ཆ་ག་རེ་མི་འདུག་མི་སྦི་རྒྱག་སྟངས་དང་གློག་བརྙན་དེ་ཚོ་ནི་དེ་ཡང་ཡིན་ན། ཁྱེད་རང་རྟ་འདི་ག་རེད་ཟེར་ན་རྟ་དབྱངས་དང་ལྷག་གི་དེ་ཅིག་ཞུ་བ་རེད་ཟེར་ནས་ད་དེ་ཡང་ནང་ལ་འཁུར་དུ་བསྒུགས་འདུག་གྲོང་ཁྱེར་ནང་ལོགས་ལ་གྲོང་ཁྱེར་ནང་ཁེ་དེའི་སྒོ་ནང་ཐག་ཡོད་མ་རེད་དེ་རྐང་ཚོ་མི་ཐག་ལས་ཀྱི་བཟོས་ཡོད་རེད་བ་སྐྱར་དེ་གཏོར་བཅུག་ཡག་ཆེད་དུ། ད་ཁོ་ཚོ་བསྐྱར་དུ་བཏོན་ནས་ཡར་གདན་རེ་ཞུ་ཡག་གི་རྩིས་རྒྱག་འདུག་བ། ག་རེ་ཟེར་ན་བསྐྱར་ཡར་བརྩིགས་ཆོག་གི་རེད་བ་དམག་ནི་ལོག་ཚར་བ་རེད་ད་གའི་ཉེན་ཁ་ཡོད་མ་རེད་བསམ། དེ་ལྟར་ཁོ་ཚོ་གི་བསྐྱར་དུ་བཏོན་ནས་རྟགས་དེ་ཡར་ནང་ལ་འཁྲིད་བ་འདི་སྙམ་འདོད། དེ་ནི་དམག་ཕར་ལོག་ཡོད་མ་རེད་ལྐོག་འགྱབ་དུ་ཡོད་རོགས་གབ་དུ་ཡོད་རོགས་བ། དེ་ན་མོ་དམག་མི་ཚུར་རྒྱུག་ཡོང་བ་དང། རྟགས་དེ་ནང་ལོག་ལ་དམག་མི་བརྒྱ་ཉིས་བརྒྱ་ཅིག་འཛུལ་དུ་ཡོད་རེད་ཟེར་གི་རེད། ཁོག་པ་ནང་ལ། ཨེ་དེ་ཚོ་ཀ་ལས་མ་དོན་ནི་སྒོ་ཕྱེ་ཡ་དང། མེ་བརྒྱབ་ཡ་བྱས་ནི་དེ་གྲོང་ཁྱེར་ཤོར་ཡ་དེ་འདྲའི་གི་ཡོ་རོབ་ཀི་གྲོང་དེ་འདྲ་མང་པོ་ཡོད་རེད། གནའ་སྔ་མོ་གི་གྲོང་རེད། བྱས་ཙང་དེ་འདྲ་བོ་འདུག་ད་ལྟ་དེ། ད་དེ་འདྲའི་གི་གླང་པོ་ཆེ་ཆེན་པོ་ཤོས་ཀྱི་བཟོས་ནི་ད་ཕར་ཆེ་ནོར་བསྡད་གི་ཡོད་པའི་སྐད་ཆ་རེད། གླང་པོ་ཆེ་དངོས་དང། དེ་འདྲའི་སྐྱེས་ལ་ད་སུས་བ་གི། ཨེ་ཕར་ཆེར་གི་རྒྱ་བོད་གི་ད་ནོར་བུ། གླང་པོ་ཆེ་ནི་འདམ་བུའི་རི་ཡིན་ཟེར་དེ་བརླག་ཤ་ཟེར་ནས་དེ་ནི་ཁོ་ག་ས་ག་ལ་ཁྱབ་བསྒྲགས་བྱེད་ཀྱི་འདུག་བ། ཀོ་ཤམ་བེའི་ཕྱོགས་དུ་བ་ལ་མལ་བཤད་ཅིག་དེ་འདྲས་བྱས་ནས་ནི་ཉི་མ་བཅས་ལ་གླང་པོ་ཆེ་དེ་བསླད་འོང་འདུག་བ་མི་ནི་ཡ་ཀོ་ཤམ་བེ་གི་ཕོ་བྲང་གི་མདུན་ནི་ཡ་ཡིན་ཡ་ད་འཕྲུལ་འཁོར་གི་གླང་པོ་ཆེ་དེ་རེད་ཟེར་གི་ཡོད་རེད་དེའི་ནང་ལོགས་ལ་ཡ་དམག་མི་བརྒྱ་ཉིས་བརྒྱ་ཡོད་རེད་སྐད་ཆ་བཤད་གི་ཡོད་རེད། མི་ཚོགས་ཀྱིས་གླང་པོ་ཆེ་འདུག་ཟེར་བ་ལྟ་ཚུལ་དེ་ལྟར་གླང་པོ་ཆེ་གཅིག་དང་མ་འདྲ་བ་ཆེན་པོ་གཅིག་ཡོད་ཡིན་ཚེ་ད་ལྟའི་ཕ་རྗེས་ཕ་རྗེས་ཀྱི་འདམ་བུ་རེ་རེད་ཟེར། དེ་གླགས་ཡོད་པའི་སྐད་ཆ་འདུག་གླགས་ནི་ཟླ་ཁ་ཞིག་འགྲོ་ཡོད་ས་རེད་ད་དེ་ཡིན་ས་རེད་ཟེར་ཡོང་དུས། རྒྱལ་པོ་ཤར་པ་དགའ་ཐག་ཆོད་འདུག་ད་དེ་ཟིན་དགོས་ཀྱི་རེད་ཟེར་ད་རེད། སྲས་ཀྱི་ཕ་བོང་སྒོ་འགྲམ་ཟེར་དེ་རེད་ཟེར་ད། ད་རེས་ང་ཚོས་བཞེངས་དགོས་ཀྱི་རེད་ཟེར་དེ་ནས་སྐོམ་སྨོས་དང་དེ་གའི་འཁྲབ་གྲས་བཟོས་ནས་ཞིང་ཁར་འགྲོ་དུས། ཨ་ཏི་གླང་པོ་ཆེ་དེ་ག་ཙམ་མ་རེད་དེ་ནས་མི་གི་འོག་རུ་བརྒྱབ་ནས་མཚོན་ཆ་དེ་འདྲ་ཁྱེར་སོང་བ་ཡིན་ན་གླགས་ཁེ་མི་ཡོང། དེ་ཡིན་དུས་གླང་པོ་ཆེ་འདུལ་སྦྱོང་མཁས་ཤོས་དང་གླང་པོ་ཆེ་འདུལ་སྦྱོང་མཁས་ཤོས་དེ་ཤར་པ་ཡིན་ཟེར་གྱི་ཡོད་རེད་ཀོ་ཤམ་བི་གི་རྒྱལ་པོ་ཤར་པ། སྐེ་བཀྲ་འདུག་ཨ། གླང་པོ་ཆེ་ག་འདྲ་དགོས་ཀྱི་མེད་དེ་ཁོས་མཁས་ཡོད་མ་རེད་ཟེར་གྱི་ཡོད་རེད། ཁྱེད་ཚོ་རྒྱལ་པོ་ཁྱོད་རང་གི་ཅིག་བལྟས་ཡིན་ནམ་ཞེས་བློན་པོས་དེ་འདྲའི་ཞུ་སྙན་བྱུང་ཡོད་ཟེར་རེད་ནི་ཁོ་རང་ག་ད་དུས་ཀྱི་ཐོག་ལ་ཁོ་རྡུལ་མཚོན་རེ་ཡོད་རེད་བ་དེ་ཡིན་དུས་ངས་ཅིག་བལྟ་དགོས་ཟེར་ནས་ནི་ཁོ་ཕ་ཚི་སྔུན་ལ་འགྲོ་ནས་བལྟ་ཁ་བྱས་འདུག་བ། དེ་འདྲའི་བྱས་ལ་གླང་པོ་ཆེ་ཁྲུང་ཁུག་གི་གླང་པོ་ཆེ་དེའི་ནང་ལོགས་ནས་མི་མ་དོན་ནས

སྐད་སྐྱེས་ཤོད་སྲོལ་ཡོང་དུས་བློན་པོ་ཁ་ཤས་ཀྱི་ཡར་ཞུས་ནས་སྲིད་ཏང་དང་ད་ཁོ་བོ་སྐད་སྐྱེས་ནས་སྲིད་ཡར་མ་གཏོགས་ཡར་ཡར་ཁའི་འདོད་པ་ཡོང་མཁན་དེ་སུ་ཡོད་ས་མ་རེད་དེ། བློན་པོ་ཁ་ཤས་ཀྱིས་ཞུས་ནས། ཁོ་ནང་གི་གླང་པོ་ཆེ་འདུལ་གཞུང་མཁས་པ་འཛམ་བུ་གླིང་ལ་ཆེས་སྐྱིད་མེད་པ་ཡིན་དུས་ཁོ་བསད་རྒྱག་པ་ཡིན་ན་དེ་གིས་ད་ལག་རྩེར་སྲིད་ན་རེ་ཤེས་ཡོན་འདྲ་བ་དེ་ནོར་འགྲོ་གི་ཡོད་རེད། དེ་ཉི་མ་ཆེན་པོ་གཅིག་ནོར་སོང་བ་དང་གཅིག་པ་རེད། དེ་ཙམ་གོ་མ་ཟིན་སྔོན་ལ་གླང་པོ་ཆེའི་འདུལ་གཞུང་བྱེད་སྟངས་དེ་ང་ཚོའི་མི་ཁ་ཤས་ཀྱིས་བསླབ་བཅུག་གི་འདུག་ཟེར་དུས། རྒྱ་བོད་དེ་རེད་ཟེར་གྱི་ནི། ད་གོ་གླང་པོ་ཆེའི་འདུལ་གཞུང་བྱེད་སྟངས་བསླབ་ཀྱི་འདུག་བ་མི་ལ། མི་ལ་གླ་བས་མ་ཚད་ཀི། གཏུམ་པོ་རང་སྣང་ཁོ་རང་ལ་བུ་མོ་གཅིག་ཡོད་ལོས་རེད། ནོར་ལྷས་ཤིང་ཟེར་གྱི། ད་དེ་ཡང་གླང་པོ་ཆེའི་འདུལ་གཞུང་བྱེད་ཡ་ལ་ཞུགས་དགའ་བོ་ཡོད་ཟེར་བ། མོ་དེ་སྦྱངས་འདུག་ཡོད་ས་རེད། དེ་ལྟར་མོ་བ་དེ་ལ་ནི་རྒྱག་དགོས་ཀྱི་ཡོད་རྒྱག་པོ་ཁ་ད་དེ་གི་ལག་རྩལ་འདྲ་ཤེས་ཡོན་འདྲ་བ་དེ་ཁོ་རང་གི་བུ་མོ་ལ་བསླབ་ཡག་གི་འདོད་པ་བྱས་ནས་ནི་བསླབ་བཅུག་འདུག་བ། བུ་མོ་ལ་བསླབ་བའི་སྐབས་སུ་རས་ཀྱི་ཡོལ་བ་དགོད་བཏགས་འདུག་བ། རས་ཀྱི་ཡོལ་བ་དགོད་ཁ་ཕ་ནོང་ལོས་བུ་མོ་དེ་ནི་མཚོ་ནང་ནས་ཁོའི་བསླབ་ནས་ཡོད། ནས་མི་ནི་མ་ཙི་མ་ར་གླང་པོ་ཅིག་བཏགས་ནས་དེ་གཉིས་ཀ་གི་མ་མཐོང་ཡ་ཡོད་པ་ཁོ་གཉིས་ཀྱི་བར་དུ་འཁྱོལ་བརྒྱབ་ནས་ནས་གླང་པོ་ཅིག་ག་འདྲས་འདུག་གི་ཡོད་མེད་དེ་ཁོས་དེ་ནས་མ་ཤེས། ནས་མི་ནི་གཡོག་པོ་དེ་ག་གི་ཡ་མཐོན་མ་མཐོན་ཕ་རྒྱབ་མཚོ་རྒྱབ་གླང་པོ་ཅིག་དེ་གི་ཤི་བོ་གདོང་གུག་འདུག་བ། བ་དེ་འདྲས་བྱས་ནས་བསླབ་ཡོད་ཟེར་བ། དེ་ནས་རྒྱབ་པའི་བུ་མོ་དང་གླང་པོ་ཅིག་རྒྱག་མཁན་དེ་གས་ལས་གར་བསླབ་ཡས་ཡོད་རེད་ཟེར་ན། ཨ་ནི་མི་དེ་ཁྱོད་ནི་ལྟ་ཡ་ཡོད་མ་རེད། ག་རེ་ཟེར་ནས་ད་ཁོག་ངན་པ་དགུ་འཛོམས་བསྡད་མཁན། ཁོ་རང་གིས་ད་གཟུགས་པོ་ལུས་པོ་འདྲ་དེ་སུས་མཐོང་བ་ཡིན་ན་ཨ་ནི་དེ་མི་དེའི་བཀྲ་མ་ཤིས་པ་ཡོང་གི་རེད་ཤི་འགྲོ་གི་རེད་ཟེར་ནས་ད་དེ་འདྲའི་གི་སྐད་ཆ་བཟོས་ནས་གང་ལྟར་ཁོ་རང་སུ་གཅིག་ལ་བསྟན་ཡི་མི་འདུག་ད་ལྐོག་ཤར་འབེན་ནས་རྒྱ་པོ་དེ་འདྲས་ཀྱིས་ཁེངས་འགྲོ་བ་ཡིན་ཙང་ཁོ་ཚོ་དེ་ག་ཚོད་བསྡད་གི་མ་རེད་བ། ལྐོག་ཤར་འབེན་གྱིས་རྒྱ་བོད་བློན་པོ་མཆོག་ཏུ་གྱུར་པ་ཡག་ཤོས་དེ་ལ་གཞོགས་འཆང་ཡིན་ན་ཅི་ཟེར་གི་ཡོད་རེད། ཨ་ཁོ་རང་ལ་སྲིང་མོ་དང་སྤུ་གུ་དང་མང་པོ་ཡོད་རོ། ཨ་དང་པོ་ད་ཁོ་རང་ལ་བརྩེ་བ་ཆེ་ཤོས་འདྲ་བ་དང་ཁོ་རང་གི་སྲིང་མོ་གཅིག་འདུག་བ་དེ་རེད་ཤག། ཨ་སྲིང་མོ་དེ་ལ་མན་གཅིག་འདུག་ཀ་རེ་ནས་ཁྱེད་ཟེར་གང་ལྟར་སྲིང་མོ་འདི་ད་སྤང་སྒོག་གི་ཆེ་སྤྲེལ་ནས་ཡོང་འདུག་བ་འཕགས་རྒྱུ་ལ་སྲས་ཚ་ཡོད་ན་མེད་ན་ལྟ་ག། སྲས་མེད་བ་ཡིན་ན་གླང་པོ་ཆེ་འདུལ་སྦྱོང་བྱེད་ས་ཅིག་ལ་ཡོད་རྒྱུ་རེད་བསམ་ནས་ཡོང་དུས། རྟག་ཏུ་འཐུང་དུ་བ། དེ་མི་སྤང་གོ་གི་ཆོས་དྲི་དུ་བ། གླང་པོ་ཆེའི་ཟླ་འཁོར་ཀྲོང་ངེ་དུག་ཡིད་ལས་རོག་པ་འདྲ་བོ་བྱེད། དོག་ལོང་འདྲ་བོ་འཁྲུལ་དེ་འདྲ་བྱས་ནས་མཐའ་སྔ་མ་མོ་ཐུག་ཐོབ་ཤག། མོ་ཐུག་ནས་ད་མོ་ཡར་སོང་ནས་ཁོ་རང་ཚོ་གི་བློན་པོ་ལྗོངས་བྱང་སེ་དེ་ཚོ་དང་ཚང་མ་ལབ་ནས་རྒྱལ་པོ་གསོན་པོ་རེད་ཤག་ཟེར་ནས་ལབ་དུས། དེ་ནས་ལྗོངས་བྱང་ཡང་ཉོ་མ་བྱས་ནས་ཡོང་ནས་དེ་ནས་རྒྱལ་པོ་ཁོ་གཉིས་ཐུག་ནས། རྒྱལ་པོ་དྲུང་ཉིད་དེ་གའི་ལས་དཔེ་ཤར་བཀྲས་ཡིན་ནི། ཁོ་ནི་གྲོས་བྱེད་འདུག་བ། ད་དམག་རྒྱག་བ་ཡིན་ན་ནི་ཁོ་ལམ་སང་རྒྱལ་པོ་བསད་འགྲོ་གི་རེད་ཁོ་ཚོས་ད་དེ་ཐབས་ཤེས་ག་རེ་བྱེད་དགོས་དུས་ཟེར་དུས། ད་ཐབས་ཤེས་གཅིག་ཡོད་རེད། ཁྱོད་རང་གི་གླང་ཆེན་འདུ་ཞང་བྱེད་སྟངས་བསླབ་བསྡད་ཟེར་གི་བུ་མོ་དེ་རྒྱལ་པོའི་བུ་མོ་ཡིན་ཚང། ཁྱོད་རང་གི་བསླབ་སྟངས་དང། རྩར་དེ་ཚོ་ལོས་མོ་ཧང་སང་ཡོད་རྒྱུ་རེད། ཡིད་སྨོན་འདྲ་བོ་སྐྱེས་འདུག་ཡོད་རྒྱུ་རེད་དེ་ཡིན་དུས། ད་འདི་ཆ་ལ་མོ་མི་ཚོ་རྫུན་མ་བཤད་ནས་དེ་འདྲས་ཅིག་བཞག་བཞིན་ཡོད་རེད་མོ་ལ་དེ་བདེན་པ་ཅིག་བཤད་ས་ར་ཆིང་རང་ཉིད་གཅིག་ཐུག་བ་ཡིན་ན། ཏན་ཏན་མི་རོགས་པ་ཅིག་རེད་ཟེར་བྱས་ནས། དེ་ནས་ཁོ་རང་ཚོ་ནི་མི་དང་མི་བརྗོད་ནས་བུ་མོ་དེ་ལ་ཐུག་འདུག་བ་ནོར་ལི་བཞིན། བུ་མོ་དེ་ལ་ཐུག་ནས་སྐད་ཆ་ཚང་མ་བཤད་འདུག། ཨ་ནི་དེ་གཏུམ་པོ་རང་སྣང་དཀར་སེར་ཤ་པར་རེད་ཟེར། ད་རྒྱ་པོ་ཤ་པ་ཟེར་དེ་ཡང་སྙིང་རྒྱལ་མོ་རྫུ་གུ་ཞིག་པོ་ཡོད་ཡིན་ཟེར་བ་ཁོ་ཉི་མ་ཤ་པ་ནང་གི་ཅིག་གི། ཨ་ཀོག་ཤམ་པའི་གི་རྒྱ་པོ་ཤ་པ་ཟེར་དེ་རེད། ཨ་ནི་ཁྱོད་རང་ད་ལྟ་བ་གླང་པོ་ཆེ་དེ་ནས་འདུལ་བྱང་ཅན་དང་བསླབ་ནས་དཔེ་མི་སྲིད་བསོད་བདེ་ཆེན་མོ་རེད་ཟེར་རྒྱ་པོ་ཅིག་གི། ཁྱོད་རང་སྐྱེས་ཐོག་ཟེར། ཁྱོད་རང་ཡོལ་བ་བརྒྱབ་དེ་ཡལ་དུས་ཁྱོད་རང་དཔའ་གི། དེ་རྗེས་ཁྱོད་རང་རྫུན་མ་ཤེས་པ་རེད་ཟེར། སྐྱེས་ཐོག་ལབ་དུས། ཨ་ནེ་མོ་ཡིད་ཆེས་ལ་མ་ཆེས་ལ་ཆེས་གི། ཨེ་ཉི་མ་སྐྱེས་མོས་ཡོལ་བ་ཤེས་ནས་བཏང་འདུག་ཨ། བཏང་ཡོང་དུས། ནི་ཤར་པ་ཟེར་ཡས་དེ་སྤྱི་སྟངས་ཀྱི་ད་ཀོ་བཙོན་པ་འདྲ་བོ་འདུག་ཞི་བོ་ཞི་བོ་དུག་ལོག་དུ་བཀལ་ཡོད་རྒྱུ་མ་རེད་དེ་ཁོ་མོས་རྒྱ་པོ་གཅིག་བསྡད་བཞག་དུས་ཁོ་རྫིག་པོ་འདྲ་བོ་བཀའ་འདང་མ་འདང་རེ་ཡོད་ཡིན་ས་རེད་དེ་འདྲའི་ཅིག་གི། དང། དེ་ནས་ཁོ་རང་གི་སྐད་ཆ་བཤད་སྟངས་དང་དེ་འདྲའི་གི་ཆ་ནས། བུ་མོ་དེ་ཞོལ་གྱི་ནང་འགྲོ་ནས། ད་ཁོ་རང་གཉིས་དགའ་བོ་བྱ་བ་རེད་ཟེར་གི་ཡོད་རེད། བུ་མོ་དེ་དགའ་བོ་བྱ་དུས། ད་ཁོ་གཉིས་གྲོས་ཡག་གི་རྩིས་བརྒྱབ་ནས་བུ་མོ་དེ་རོགས་པ་བྱས་ནས། གླང་པོ་ཆེའི་གཡས་ནས། ཕར་སོང་ཚུར་སོང་ཁ་སང་ང་ཚོ་གི་དེར་བཞུགས་ཡིན་པ། སྨན་པའི་རྒྱལ་པོ་འཚོ་བཞེས་གཞོན་ནུ་གི་གླང་པོ་གཅིག་དབྱར་ཡར་སོང་མར་སོང་ལེར་ཟིག་བཟོ་འདྲ་བ་བྱེད་དུས། ཡང་ན་ཡང་བུ་མོ་དེ་གི་གླང་པོ་གཅིག་དབྱར་ནས་དཔའ་བ་ལས་དབྱར་ནས་ད་མི་རུང་དབང་ཆ་ཆེན་པོ་རེད་བ། སྒོ་ཡར་ཕྱི་ལ་འགྲོ་ནང་ལ་འགྲོ་བུ་མོ་དེ་དེ་འདྲའི་གྱིན་ཚང་ཚང་ལ། རོགས་པ་འདྲ་མི་འདྲ་ཁ་ཤས་ཁྲིད་ཡར་སོང་མར་སོང་དེ་འདྲ་བྱེད་དུ་ཡོད་ཟེར་བ། དེ་རྒྱུན་ལྡན་འདྲ་ཆགས་ཚར་བའི་ཉིན་མོ་གཅིག་ལ། དེ་ནས་མོས་གླང་པོ་ཆེ་དེ་ཞོན་ནས། ད་སྐྱབས་ལགས་ན་དེ་འདྲའི་གི་ནང་ལོགས་ལ་མི་འདི་སྐུང་གི་ཡོད་ན་ཡང་ན་གཡོག་པོ་ཡིན་ཁར་གྱི་ཁྲིད་ཡོད་ན། དེ་ཞབས་པ་ཁྲིད་ནས་ད་བྲོས་སུ་ཡོང་རེད་ཟིག་ཡོད་རེད། ཨ་བྲོས་ཡོང་དུས་གང་ཚང་རེད་དུས་ཁོ་ཚོས་ཧ་གོ་གོར་བ་ཧ་གོ་ཡོད་ཟེར་རེད། ད་དེ་ཚོའི་རྗེས་ལ་དེ་སད་དེ་ལ་ཡར་འབྲོང་མང་པོ་ཞུ་ཡོད་རེད། ཁོ་ཚོ་གི་ར་ཡ་འདི་གླང་པོ་ཆེའི་བཟང་ལྡན་ཟེར་ཡ་དེ་མ་གཏོགས་ར་གི་ཡོད་མ་རེད། འདམ་བུའི་རི་ཟེར་ཡ་དེ་རྒྱ་བོད་རང་གི་ཡིན་ཙང་ཡིན་ན་ཡང་བཟང་ལྡན་དེ་དེ་ཚོ་གཞོན་ནས་བྲོས་སོང་བ་ཡིན་ན་དེ་འདམ་བུའི་རི་གི་མ་གཏོགས་རྒྱའི་སྲིང་མོ་ཡང་ཡིན་ཙང་འདམ་བུའི་རི་གི་རྒྱའི་སྡེ་བྱེད་དགོས་གི་འདུག་བ། དེ་ཙང་གླང་པོ་ཆེ་འདམ་བུའི་རི་གཞོན་ནས་ད་རྒྱའི་ལ་དེད་ཡོང་དུས་རྒྱའི་སྲིང་མོ་ཟེར་བ་རྒྱའི་སྲིང་གྲོགས་བྱས་ཡོང་དུས། གླང་པོ་ཆེ་བཟང་ལྡན་གྱི་གངས་ལས། ད་སྟོན་པོ་རང་སྣང་གི་བུ་མོ་ཆེ། རྒྱལ་པོ་ཆེ། ནི་ཡིག་བློན་པོ་དེ་བ་དེ་བ་ཡོད་རེད་བ་གཞི་བ་འཆང་ཟེར་ཡོད་དེ་ཁོ་ཚོ་སོང་གི་ཞོན་ནི་བོད་ཡོང་དགོས་ཟེར་རེད། ད་ཤ་པགས་གི་བློན་པོ་གཞི་བ་འཆང་ཟེར་ཡོད་དེ་ཡང་ཁོ་ཞི་བའི་དྲན་རྒྱུན་འཁྲུག་དགོས་དུའང་ཐབས་ཤེས་ཡོད་མཁན་དེ་འདྲ་རེད་འདུག་བ། རྒྱལ་ཚ་གླང་པོ་ཆེ་འདམ་བུའི་རིགས་ཀྱི་རྗེས་ནི་དེ་ཡོང་བ་ཧ་གོ་ཡོང་དུ་ཁོ་ལང་ཀག་གི་ཟོས་ལོས། ནི་གླང་པོ་ཆེ་བཟང་ལྡན་གྱིས། སྐྱོ་བ་ཟས་གོར་བ་དང་སྨྱོ་བ་བཏང་གི་འདུག་དེ་འདྲ་ཐོན་པ་ཁ་ཤས་བཞག་དེ་ནས་བར་བར་ལ་གླང་པོ་ཆེ་བཟང་ལྡན་གྱི་སྐྱིན་པ་བཏང་བཞག་དེ་གས་ཨ་ནི་ཀོ་ཐོན་པོ་ཐོན་པོ་ཐོན་པོ་བྱས་ནས་བཞག་གི་ཡོད་ཟེར་བ་ག་ས་ག་ལ། ཁྱེད་ཚ་གླང་པོ་ཆེ་བཟང་ལྡན་འདི་གླང་པོ་ཆེ་མོ་རེད་བ། འདམ་བུ་རི་དེ་ཕོག་ཡིན་དུས་འདམ་བུའི་རི་ཁུག་རེ་རེ་དེད་ཡོང་དུས། གླང་པོ་ཆེ་བཟང་འདས་ཀྱི་སྐྱ་བ་དང་སྐྱིན་པགས་ཀྱི་དྲི་མ་ཁ་ཡོང་དུས་ཁོ་རེ་རེ་དེད་ཡོང་གི་ཡོད་ཟེར་བ་དེ་རེ་རེ་སྣང་གི་ཡོད་ཟེར་བ། དེ་རེ་རེ་བསྣམས་ནས་ལོང་ཐོག་རེ་རེ་བཙོག་ནས་རེ་རེ་ཁ་བཀག་བའི་དཔའ་རོ་དེ་ལོས། གླང་པོ་ཆེ་བཟང་འདས་ཟེར་ཡས་དེ་དཔག་ཚད་ཅུ་རེ་ཚོ་ཉེར་བཞི་ཚོ་བགྲོད་ཐུབ་ཀྱི་ཡོད་རེད། གང་ལྟར་དེ་འདྲ་རྐྱང་རྐྱང་བྱས་ནས་ད་འདམ་པའི་རི་ཁུལ་གྱི་རྗེས་མ་ཟིན་ནས་ནི་ཁོ་ཚོ་ཡར་ཤོར་སོང་བ་རེད་ཟེར་ནས། ད་དེ་འབྲོང་རྙིང་རྗེ་མོ་ཞི་བ་ཡོད་དེ་དཔའ་རོལ་དེ་ཚང་མ་བཤིག་ནས་བསྐུས་ན་ང་ཚོ་མང་པོ་ཤི་བོ་ཆགས་ནོག་འདུག་བ་མ་གཏོགས་ཀི། ཨེ་ཤར་པ་ཀི་སྲིན་མོ་དེ་དང་ལྷག་པ་བློན་པོ་ཇོ་ཝན་ཆང་སི་ཨེ་དེ་ཚོ་ནི་ཕ་རྒྱལ་གྱི་གྲོང་ཁྱེར་ནང་ལོགས་ལས་རྫུན་མ་བྱས་ནས་ཡོང་སྟངས་དེ་ཚོ་དེ་དཔེ་མི་སྲིད་པའི་འབྲོང་རྙིང་རྗེ་མོ་དེ་གས་ཀྱི་བྱེད་སྟངས་དེ་ཚོ་དེ་ཡ་མིག་ལམ་ལས་ཤར་ཐུབ་ཡོད་དེ་འདྲའི་ཞོལ་དེ་འདྲའི་འདུག་བ། ང་ཚོ་ཚང་མ་དེ་ཤེས་ཐུབ་ས་མ་རེད། ཨ་ད་གང་ལྟར་དེ་འདྲའི་རྐྱེན་ནི་ཤར་པ་ཡག་བོས་སོང་བ་རེད། ད་ཤར་པ་ཡག་སླེབས་ནས་ད་ཁོ་གཏུམ་པོ་རང་སྣང་ལ་ཁོང་ཁྲོ་ལངས་འདུག་ཡོད་རེད་བ། བྱས་ཙང་ད་ཁོ་གི་གཏུམ་པོ་རང་སྣང་ཟིན་ནས་ལྐོག་ཤམ་སྦིར་ལས་འཁྲིད་མ་ཡོང་བ་ཡིན་ན་ད་ཁྱོད་ནི་ཁོ་བློ་བདེ་གི་མི་འདུག་ཟེར་བྱས་ནས་ད་ཐབས་ཤེས་ཚེས་ནས་ད་བླུན་པོ་ཇོ་བ་འཆང་ལ་ད་ཁྱོད་རང་གི་ཐབས་ཤེས་ཡོད་དགུ་ཚེས་ཤོག་ཟེར། ཕ་རྒྱལ་གྱི་རྒྱལ་པོ་གཏུམ་མོ་རང་དང་ཟིན་ནས་དེ་འདི་ཁྲིད་མ་ཡོང་བ་ཡིན་ན་དེ་ནས་ཆད་པ་ཡོད་ཟེར་ཅེས་ནས་ལྟ་སྐོར་བཀའ་ནན་པོ་གནང་བ་ཡིན་ཙང་གཞོན་ཀྱང་ཡང་ཕ་རྒྱལ་ལས་མར་འགྲོ་དགོས་ཁེལ་འདུག་བ། སའི་བདག་དངུལ་དང་རིན་པོ་ཆེ་དང་ཞི་བའི་ཁོས་ནི་ད་ཚོང་པ་དང་དེ་འདྲ་ལ་བརྫུས་ནས། ཚོང་པ་དང་ད་བུད་མེད་མཛེས་མ་དང་དེ་འདྲ་ཁྲིད་ནས་ལྟ་སྐོར་ཞུ་ཅེས་གསུངས་ནས་ཕ་རྒྱལ་ལ་བསྡད། ད་ཟླ་ཁ་ཤས་དུ་བསྡད་དགོས་ཁེལ་ཡོད་ས་རེད་དེ་འདྲའི་རྐྱེན་ནི་རྒྱ་བོད་མང་འགུག་ཡག་གི་ཐབས་ཤེས་ཚིག་ཨ་ཉི་མ་ཀྱི་རྒྱ་བོད་དུ་བ་ཡོང་དུས་ད་ཁོ་ལོས་ཕ་རྒྱུད་ལོས་ཞི་དྲག་མེད་བ་གི་ནོག་བུ་དང་རིན་པོ་ཆེ་གི་རིགས་མང་པོ་ཤི་བའི་ཁེལ་ནས་འགྲོ་འདུག་ཨ་འོ་དེ་འདྲའི་རྐྱེན་ནི་ནོག་བུ་དང་རིན་པོ་ཆེ་ཁ་ཤས་བཙོང་ཁ་ཤས་ད་ཁོ་ཁྲོམ་ར་བ་ཀྱི་མིར་བསྟེན་ཡ་མ་དུ་བཙོང་ཡ་མིན་ཟེར་དེ་འདྲའི་རྐྱེན་ནི་ཁང་པ་ནང་བཞག་བསྡད་དུས

དེ་ནས་མ་དོང་ནི་མ་ས་རུ་རྒྱུ་བའི་གཟུགས་ནི་དོང་ནོ་ནི་དེ་ནི་ཁྱེད་ནི་བོད་རུ་རྒྱུ་བའི་གཟུགས་ཤིག་ཡོད་ཟེར་རོ་ཁོ་ཚོས། འོ་དེ་འདྲའི་རྐྱེན་ནི་ཡང་བདག་པོ་གཏུམ་པོ་རང་དང་ཁོ་ཚོའི་སྲས་ཡིན་ནི་འཁྲིག་འོང་དུ། རྒྱལ་པོ་མ་ཁྱོད་ནི་ཚོང་ཁང་ནི་དོན་ཡང་མེད་ནི་ཆུ་ཚོད་མང་པོ་ལ་སྒུག་དུ་ཡོད་ཟེར་རོ་སྲིད་ལུགས་ནི་གསུང་མཁན་དེ་ཚོ་གིས་རྒྱལ་པོ་ནང་ལ་ཡོད་ཤག་ཅེས་ནི། དེ་ལྟར་རྒྱལ་པོ་མོས་ཀྱིས་ང་ཚོས་ནི་ཁྱོད་ནི་ཡ་ཐག་ཡི་ཐག་ཆོད་ནི། ཨ་གང་ལྟར། ད་དེ་འདྲས་ཀྱི་ནི་ཡ་ཀོ་ཤམ་བི་ལོས་ང་བསླུ་བ་རེད་ཟིག་ཡ་རེད། ཨ་གླང་པོ་ཆེ། འདམ་བི་རོས་ད་དེ་གའི་གཞོན་ནུ་དེ་ཡོང་བ་ཡིན་ན་ཡ་ཀོ་ལྗོངས་ཆང་གི་ཐབས་ཤེས་དེ་མུ་མཐུད་ནས་བེད་སྤྱོད་བཏང་འདུག་ཨ་གླང་པོ་ཆེ་མོ་དེ་འདྲ་གི་ཉེ་བ་ད་ཅི་འདྲ་དེ་ཚོ་ལ་འགག་གི་སོ་ག་ས་ག་ལ་ཡག་ཡི་དུས་ཁོ་གླང་པོ་ཆེ་དེ་དེ་འབྲེལ་གྱི་དྲི་མ་འདྲ་གཅིག་ཁ་འོང་ན་གླང་པོ་ཆེ་ཞོན་མཁན་གྱི་སྐྱག་ཆུ་དང་སྟག་ཆ་འདྲ་ག་རེ་ཞུ་བ་ཡིན་ན་ཁོ་ཉག་ཅིག་བཏང་གི་ཡོད་ཟེར་ན་ཁོ་དེ་རེ་རེ་གནང་གི་ཡོད་ཟེར་བ་ལོང་ཐོ་རེད་བཙུགས་ནས་དེ་ཚ་དེ་འདྲས་བྱས་ནས་ཡ་གཏུམ་པོ་རང་སྣང་ཤར་བག་གི་ཡ་སྲིན་ཀོ་ཤམ་བིལ་ཁྲིད་ཡོང་ནས་བཙོང་ཁང་ནང་བཅུག་ད་དེ་ནས་ཁོ་ལས་རྡོ་རིང་ངེ་ཚིག་ལས་ཀ་ཀུན་འདུག་བསང་ཆུ་འཁྲུ་ཡ་ལ་སོགས་པ་མཐའ་མཐའ་ཡ་ལ་སོགས་པ་ཁོ་རང་གི། མནའ་མ་སེ་གི་མོ་རེ། ནོར་ལྷའི་བྱིན་ལས་གསང་བ་སྐྱེས་ཤོས། དེ་མོ་ལ་སངས་རྒྱས་ཡོད་རོ། ག་རེ་ཟེར་ན་མོའི་དཔའ་བ་ཆགས་དེ་ཡོད་རོ། ད་མོ་གི་དཔའ་བ་ཡིན་པའི་ཆ་ནས་ཁོའི་སེ་ཡག་གི་རྩིས་རང་རྒྱ་ཨུ་ཡོན་མོ་ཡོད་རེད། ད་ཁོ་ཤ་ལེན་གྱི་ལེན་ཡིན་ནས་སྡུག་པོ་བཏང་ཡང་འདྲ་བ། དེ་འདྲའི་རྐྱེན་མ་གཏོགས་སེ་ཡག་གི་རྩིས་རྒྱལ་ཞེས་དེ་འདྲའི་སྐད་མི་འདུག། བློན་པོ་དེ་ཚོ་ག་ཁོ་རང་སེ་ཡ་གི་རྩིས་རྒྱག་ཡོད་ས་མ་རེད། ད་དེ་འདྲའི་རྐྱེན་ནི་ཁོ་ལོས་རྡོག་པོ་ཤི་བོའི་སྐུའི་སྟེང་དུ་ཉི་མ་གཅིག་ལས་བཙུན་མོ་འདི་ཕྱི་ལོ་གཅིག་ལས་འགྲོ་བའི་བར་དུ་ལས་ཁོ་མ་ར་ལས་ལས་ཀ་བསྐུལ་ནས་རྟ་རྒྱག་ཤོས་ནས་བཙོན་པ་བྲེལ་བར་དུ་དེད་དེ་གོ་ཟེར་བ། དེ་ཚོ་ཁོ་གི་རྟ་འདྲ་སྐྱེས་ནས་མགོ་དང་ཀླད་རྡ་རེད་དེ་ཡོད་རེད་ཟེར་ནས་ཁ་སང་ཤོད་ཡིན་པ། བུ་མོ་དེ་ནི་མ་ལྟ་དུས་ཁོ་རང་གི་པགས་ཀྱི་མགོ་བཟུང་ནས་སླེ་དར་གྱི་མི་རང་ནས་འགྲོ་བསྡད་དགོས་ཟེར་བ། ཨ་ནི་པགས་འདྲ་བོ་ཞུ་འདུག་བསམ་ནས་མོ་ལྟ་ཡག་བྱས་དུས་འདྲ་ཆེ་རུ་ཆེ་རུ་འགྲོ་བྱས་དུས། ཨ་ཐོག་རྩ་གཅིག་ནས་གཉིས་ནས་བབས་གཉིས་ནས་གསུམ་ལ་བབས་གསུམ་ནས་བཞི་ལ་མ་བབས་ནས་བཏབ་ཡོང་དུས། ཨ་མོ་རང་གི་པགས་རེད་འདོད་བ།

ང་ཡ་བྲག་གི་དུ་དེ་མ་གཏོགས་ང་ཤི་ས་རེད་ཟེར་སྐད་རྒྱབ་སྡོད་ནི་ཁོ་ཉི་མ་བདུན་ཚིག་ལ་ཏོག་གོང་རྒྱབ་ཤར་བ་སྨྱུང་གནས་བསྡད་དེ་འདྲ་བྱས་ཡོད་ས་རེད་དེ་གི་པར་རོགས་ལ་བུ་མོ་དེ་གི་ཚང་མ་གྲབ་སྒྲེ་བཟོས་ནས་ཁྱི་ཆེན་པོ་མི་ཟ་མཁན་དེ་ཁོ་ཚོ་འཁྲེམས་གཏུག་དུས་མི་ཟ་ཅི་ཡོད་ཁི་ཁྱི་དེ་འདྲ་ཡོད་ས་རེད་བ་རྒྱ་ཁབ་ལ་ཨོ་ཁྱི་དེ་ཚོ་ཡ་ཉི་མ་བདུན་ཚིག་ལ་ཁ་ལག་མ་སྤྲད་ནས་ཏོག་པ་ཅིག་བཞག་མོད། ད་ནས་ཁོ་ཉི་མ་བདུན་རེ་འདུག་མཛད་སྒོ་དངོས་རྒྱུ་འདི་དུས་ཉིན་མོ་དེ་ལ་ཁང་པའི་ཐོག་ཁ་ལ་ཁྲིད་འོང་ནས་དེ་ཁྱེར་ཡོང་ས་ལ་མོས་མ་གཡོགས་འདུག་ཨ། ཁོ་ཁ་ལག་མ་བཟོས་ཤོག་དྲུག་གིས་མི་བ་ཆགས་དུ་ཡོད་ཟེར་རོ། དེ་གར་དོགས་པ་ཟེར་མཁན་ཡོད་མ་རེད་བ་དེ་འདྲའི་བི་ཇ་བཏང་འོང་འདུག་གོ། ཁྱེད་སྔོན་ལ་ཟ་མ་ཐག་འདུག་དེ་ཁྱེད་དེ་ཚོ་ལྟོགས་པ་ཡིན་ཙང་ནམ་རྒྱུན་མི་ཟ་མཁན་ཡིན་ཙང། སྐད་ཆ་གཉིས་ཀྱི་རུས་པ་ཟེར་མཁན་ལྷ་བའི་སྐད་ཆ་ཤེས་གི་ཡོད་མ་རེད་ཟ་གི་ཡོད་ཟེར་རོ། ལྕེ་རྩ་ལྟ་སྟེ་ག་རེ་ག་རེ་ཟེར་ཡོང་དུས་བླུན་པོ་ཇོ་བ་འཆང་སྲིད་ཡོད་དུས་ཞུ་དེ་ཡོད་ལོས་རེད་སྐྱང་གནོང་ལྡན་པ་དང་རྣམ་དཔྱོད་ཆེན་པོ་དང་ངན་པ་ཞུ་རེ་ཤག་ཁོས་རྩད་གཅོད་བྱས་ཡོང་དུས་རྒྱ་པོ་དེ་ག་ཚོད་ཁྱེད་ཀྱི་མདུན་ལ་སློང་སོང་བ་མ་ཡིན་པ་ནི་ནོར་ལྷའི་ཞིང་ཟེར་ཡོད་དུས་ཀྱི་དཔའ་བ་གི་ཤག་ལན་ལན་བྱས་དུས་བཟོས་ཡོད་པ་དེ་ཁོས་ཧ་གོ་འདུག་བ། ལྕེ་རྩ་ནི་བུ་མོ་དེ་ཚོས་ཟིན་ནས་སྐྱག་དྲ་ནང་བཅུག་ནས་ཤིང་རྒྱ་ཞིག་ཟེར་ཡོད་དུས་ཤིག། མེ་ལྷོང་དགོངས་ནས་བུ་མོ་འདི་མེ་དྲག་བཏོན་ནས་བསྲེགས། ནི་དཔའ་བ་གཏུམ་པོ་རང་སྣང་འདི་ཁུ་བློས་ཀྱིས་འདི་བྷ། ནི་ཁྱོད་རང་བྷ་ལོག་རྒྱོ་ཟེར་ནས། ཨོ་དེ་འདྲས་བྱས་ནས། ད་དེ་ནས། སྒྲོང་འདྲ་བའི་ལེའུ་འདྲ་གཅིག་དེ་རེའི་རྫོགས་བྱེད་ཀྱིས་ན་དགའ་ས་རེད་བསམ་འདུག། ད་དེ་ནས་གཏུམ་པོ་རང་སྣང། ནང་པ་ག་འདྲས་ཆགས་ཡོད་མེད་ལ་སོགས་པ། ད་ནང་པ་ཆགས་སྟངས་འདི་མཐའ་མར་ཡག་ཡིན་ན་ཏན་ཏིག་གིས་བྱས་དེ། ཨོ་དུས་ཚོད་འདི་ད་ཡང་གཞུག་ལ་ཞུས་ནི་མ་ཐུབ། ད་ལྟ་དུས་ཚོད་ཀྱི་གཏད་ཚིག་ཡོང་ས་མ་རེད། ངས་ད་རང་འཚམས་ཡག་ཡག་ཡིན་ཡིན་བཀྲ་ཤིས་བདེ་ལེགས།